ལགས་སོ། བུ་མོ་སྐྱེ་བོ་རྣམས་བསྟན་ཡོངས་ལ་འཚམས་འདྲི་བཀྲ་ཤིས་བདེ་ལེགས་སྐུ་ཁམས་བཟང་ཞུ་ཡ་ཡིན་ཨ་ནེ། ཐོག་མ་དེ་ལས་ཡར་ཚེ་འདས་ཇི་སྙེད་ཀྱི་སྐྱབས་མགོན་ཐམས་ཅད་བྱིན་གྱིས་གཟིགས་པ་ཆེན་པོ་མཆོག་ལ་ཡང་སྒོ་གསུམ་གུས་ཕྱག་སྔོན་དུ་ཕུལ་ནས། དེ་རིང་རྣམ་པ་ཚོ་ཚང་མ་ལ་ཡང་བསྐྱར་སྐུ་ཁམས་བཟང་ད་དེ་རིང་སྐད་ཆ་ཞིག་ར་ཞུ་ཡ་མེད་ད་དེ་མཚན་གཅིག་རང་གཅིག་ག་ལ་ཞུ་ཡ་ཡིན་ཨ་ནེ། ཐོག་མ་དེ་ལ་ཡང་ག་ཡོད་ཟེར་ན། ད་ཅི་ཚོད་ཆ་ཆ་ན་ད་ལྟ་སྐད་ཆ་མ་བཤད་ཅིག་དགའ་རོགས་འགྲོགས་སོང། དོན་དག་དེ་ག་ཡིན་ཟེར་ན་ང་རང་གིས་དུས་རྒྱུན་དུ་ནས་ད་བསམ་བཏང་བྱས། ཆབ་སྲིད་དེ་ལ་གཉིས་དབྱེ་བ་བྱས་ཤིང་ནང་གི་ཆབ་སྲིད་ཕྱིའི་ཆབ་སྲིད་དེ་ལ་གཉིས་དབྱེ་བ་བཅས་བྱས། ད་ནང་གི་ཆབ་སྲིད་ཟེར་ཡ་དེ་ད་ང་རང་ཚོ་གིས་རྒྱལ་བ་ཐམས་ཅད་ཆེ་ཞིང་གཟིགས་པ་ཆེན་པོ་མཆོག་གིས། དགུང་ལོ་ན་གཞོན་ནས་ཡང་སྐུ་ལས་ཚད་མེད་སྐྱོན་ཅན་ད་ལྟ་ང་རང་ཚོ་ལ་ཧྲག་ཏག་ཏག་ཡོད་པ་དེ་དབུས་བོད་མིའི་སྒྲིག་འཛུགས་དེ་རེད་དེ་རེད་ད་དེའི་ནང་ལོགས་ཀྱི་ཆབ་སྲིད་གནས་སྟངས་དེ་ལ་ཡང་དོ་སྣང་ཤུགས་ཆེན་པོ་དབུ་སྐྲད་ཅན་འདི་འདྲས་ཤིག་འཛུལ་དེ་ཡོད་ཨ་ནི་འཛམ་བུ་གླིང་གི་ཆབ་སྲིད་ང་རང་ཚོ་གི་ཕྱིའི་ཆབ་སྲིད་བོད་ཀྱི་ཕྱིའི་ཆབ་སྲིད་བྱེད་རུང་བ་འདི་ལ་ཡང་དོ་སྣང་སྤྲད་ཅན་ད་འདི་འདྲས་ཤིག་གང་ལ།

ད་དེ་ནང་ལོགས་ལ་མེ་སྦྱོར་གྱི་འབྲེལ་བ་མེ་སྦྱོར་བྱེད་ཀྱི་ད་སྐད་ཆ་བཤད་བསྡད་ཆུ་ད་ད་གི་དུས་ཚོད་དེ་ལ་ཡང་ནི་བཤད་བསྡད་ཆུ་མང་པོ་ཞིག་འདུག་ད་འདི་ཁ་རི་ཁ་ཐུག་ཞུས་པ་ཡིན་ན་ད་ད་སྤྱི་ཚོགས་དྲ་རྒྱ་ནང་ལ་ཡང་དབུ་མའི་ལམ་ལ་ཡང་སྐྱོན་བརྗོད་བྱེད་བསྡད་མཁན་མ་ཁ་ཤས་ཞིག་འདུག་དབུས་མི་དབུས་བོད་མི་དེ་ཚོ་གི་ལངས་སྤྱོད་ལ་ཡང་སྐྱོན་བརྗོད་བྱེད་བསྡད་མཁན་དང་དཔལ་ལྡན་སྲིད་སྐྱོང་ལ་ཡང་སྐྱོན་བརྗོད་བྱེད་བསྡད་མཁན་དང་ཨ་ནི་དབུ་མའི་ལམ་ཁོ་རང་ལ་ཡང་སྐྱོན་བརྗོད་བྱེད་བསྡད་མཁན། ད་དབུ་མའི་ལམ་ཐ་ན་དབུ་མའི་ལམ་ལ་ཡང་གཟར་བརྐོ་ཐེབས་པ་རེད་གཟར་བརྐོ་རྒྱབ་པ་རེད་ཟེར་ཡ་དེ་འདི་འདྲའི་སྐད་ཆ་བཤད་མཁན་ཞིག་ཏུ་ཧ་ལམ་རྫབ་ཆེན་པོ་ཅིག་སྐད་ཆ་བཤད་མཁན་དེ་འདྲའི་མི་ཞིག་ཏུ་རེད་བ། འདི་དངོས་གནས་ཐ་ན་ཡ་ཡུལ་རྫབ་ཆེན་པོ་ཅིག་རེད། འདི་ང་རང་ཚོ་གི་དཔལ་ལྡན་བདེ་སྲུང་བཀའ་བློན་མཆོག་དང་གཙོས་པའི་ལས་བྱེད་རྣམ་པ་ཚོ་གི་འདི་འདྲའི་མི་ལ་ཡ་གདོང་ཐག་རྒྱབ་དགོས་ད་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག་དཔལ་ལྡན་སྲིད་སྐྱོང་གཙོས་པའི་བཀའ་བློན་རྣམ་པ་ཡིན་ན་རེད་བདེ་སྲུང་དྲུང་ཆེ་གཙོས་པའི་ལས་བྱེད་རྣམ་པ་ཡིན་ན་རེད་ཚང་མ་ལོག་གི་འདི་འདྲའི་མི་ལ་ཡ། གདོང་ཐག་ཅིག་རྒྱབ་དགོས་ཡ་འདི་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག་འདི་ང་རང་མི་ཕལ་པ་ཅིག་གི་བསམ་འཆར་བྱེད་བཞིན་འབུད་སྐུར་བྱེད་བཞིན་རེད་བ། གདོང་ཐག་རྒྱབ་དགོས་ཡ་གལ་ཆེན་པོ་ཞིག་མཐོང་གི་འདུག་དབུ་མའི་ལམ་ལ་ཡ་གཟར་ཀོ་རྒྱབ་དགོས་རེད་ཟེར་ཡ་དང་གཟར་ཀོ་རྒྱབ་པ་རེད་ཟེར་ཡ་འདི་འདྲ་ཅིག་སྐད་ཆ་བཤད་ཡོད་འདི་ག་ལ། འདི་དཔེ་མེད་གསལ་རྫབ་ཆེན་པོ་སྐད་ཆ་རེད། རྒྱ་གར་གྱི་སྐད་དང་མ་སོ་ནི་ནམ་མ་ག་ལ་ལས་དེ་ཚོ་དྲང། ད་བོད་སྐད་དུ་བརྗོད་པ་ཡིན་ན་རྒྱུ་རྟགས་མེད་ཅོ་རེད། རེད་པ། རྒྱུ་རྟགས་མེད་ཅོ་མི་དེ་འདྲས་ཞིག་རེད། ད་འདི་སྔས་ལ་སྔས་བི་ཏྲོག་ཅེས་ན་སྐད་ཆ་མང་པོ་ཞིག་ཞུས་པ་ཡིན་ད་ད་ད། སྔས་མ། ད། ང་རང་ཚོ་ལ་བཀའ་དྲིན་ཆེ་བའི་ཨ་ནེ་ཞིང་ཆེན་དམ་པ་སྐུ་ཡི་གཅེན་པོ་ལྔ་རིན་པོ་ཆེ་མཆོག་གིས་ཨ་རི་ནང་ལ་ཡང་བཀའ་སློབ་གནང་བྱོས་ཅོ་རེད་འདི་ལུང་དྲངས་ཀྱི་སྐད་བཤད་པ་ཡིན།

སོ་སོ་མི་སྒེར་གྱི། སློབ་སྦྱོང་མན་གྱི་མི་སྒེར་གྱི་བསམ་འཆར་ཞིག་ཡིན་ད་དེ་རུ་པ་ཏི་ན་ཆ་ལེ་གནང་མ་གནང་རྣམ་པ་ཚོ་ཆགས་ལ་ཡོད་རེད་སྙ་གདོང་རྟགས་འཇབ་དགོས་ད་དཔེ་གལ་ཆེན་པོ་ཞིག་མཐོང་གི་འདུག་དེ་ཛབ་ཆེན་པོ་ཅིག་རེད། དངོས་སུ་ཁོ་རང་གི་དབུ་མའི་ལམ་ལ་ཟར་རྐོ་བརྒྱབ་པ་རེད་ཟར་རྐོ་ཐེབས་པ་རེད་ཟེར་ཡོང་དུས་ག་ལ། དངོས་སུ་དེ་ལབ་པ་རེད་ད་ཤུགས་ལ་སུ་ལ་གོ་དགོས་རེད་ང་རང་ཚོ་བོད་པའི་སྤྱི་ཚོགས་ནང་ལ་བོད་པ་ལ་ཡ་ཡོད་ན་མེད་ན་སྐད་དང་ཡི་གེ་དཔལ་རྩ་ཆེན་པོ་ཞེས་རེད་འདི་རྣམས་ལ་ཚིག་འདྲ་མི་འདྲ་ཡོད་རེད། ཆ་ཆ་ཅན་ཟེར་ཡ་དང་སྤྱི་བྱེ་བྲག་ཟེར་ཡ་དང་དངོས་ཤུགས་ཟེར་ཡ་ཞེས་དང་དབྱེ་བ་བྱས་མང་པོ་བྱས་ཡོད་རེད། ཁོང་གིས་དངོས་ཤུགས་དངོས་སུ་དབུ་མའི་ལམ་ལ་ཟར་ཁུ་ཐེབས་པ་རེད་ཟེར་ཟར་ཁུ་རྒྱག་པ་རེད་ཟེར་ཡོང་དེ་ག་ལ་ཤུགས་ལ་སུ་ལ་ཟིག་གོ་རེད། སུ་ལ་སྤྱོད་འཇུག་བྱེད་དགོས་བ་རེད། འདི་ང་རང་ཚོ་ཚང་མ་དོ་འདྲ་དངོས་ཤུགས་སམ་བཏང་བྱས་དངོས་ཤུགས་སམ་བཏང་པ་ཡིན་ན་དོ་འདྲ་འགོ་ཚུགས་གི་རེད། དཔེར་ན་དབུ་མའི་ལམ་གཉིས་ཕན་དབུ་མའི་ལམ་འདྲ་པོ་བྱས་ན་གུས་པ་ང་རང་འདྲ་པོ་ཚོས་ག་རེ་ཀུ་ཅི་ཤེས་ངེས་མེད་ཡིན་ན་འདི་ལ་ཡ། འཇོན་ན་མ་འཇོན་ན་རྣམ་དཔྱོད་བེད་སྤྱོད་བཏང་བྱས་རྒྱ་བོ་རིམ་གྱིས་གསུངས་པ་ནང་བཞིན་གྱི་རྣམ་དཔྱོད་བེད་སྤྱོད་བཏང་བྱས་དོན་དག་ཅིག་རྙེད་ནས་ཡོན་ཏན་ཅིག་རྙེད་ནས་ཨང་ང་འདི་ལ་ཡ་རྒྱབ་སྐྱོར་བྱས་པ་དང་ལངས་ཕྱོགས་འདི་འདྲས་ཅིག་ཟིན་དགོས་ཡ་དེ་དོན་དག་རྙེད་ནས་ཟིན་གྱི་ཡོད་རེད་བ། ངས་དབུ་མའི་ལམ་ལ་རྒྱབ་སྐྱོར་བྱེད་མཁན་ཡིན། དབུ་མའི་ལམ་གྱི་དོན་རྟོགས་ནས་དོན་གཉེར་ནས་ང་རྒྱབ་སྐྱོར་བྱེད་མཁན་ཡིན། ལབ་དགོས་ཡ་དེ་ཡང་ངས་རང་བཙན་ལྟ་གྲུབ་དེ་ཚོ་ལ་སྐྱོན་བརྗོད་བྱེད་མཁན་ཟེར་མཁན་ཡོད་མ་གདའ། འདི་རྣམ་པ་ཚོ་གོ་བ་དེ་ལོག་པ་མ་ལེན་རོགས་གནང་ར་བ་དེ་ཚ་ཡ་ཤེ་ན་ཚ་པོ་འདུག་སྐད་བཤད་དེ་ག་ལ་ཁ་ཤེ་གོ་བ་ཡང་ལབ་བ་དེ་དོན་དག་ཏིག་ཏིག་ཅིག་ལབ་ཀྱི་ཡོད་དེ། དོན་དག་དེ་ཡང་ལོག་པ་ཅིག་རེད་འགྲེལ་བཤད་བརྒྱ་དེ་འགའི་མང་པོ་ཞིག་མཐོང་ཡོང་གི་འདུག་བཟོ་པ། འདི་དག་ནི་ད་ཁེད་ག་མི་འདུག་ང་མི་ཕལ་བ་ཞིག་རེད་ག་དགོས་ཀྱི་མི་འདུག་ཡར་བཅག་ནས་བཅག་དགོས་ཡ་དེ་མར་བབས་ནས་བབས་དགོས་ཡ་ག་དགོས་ཀྱི་མེད་བཟོ་བ། ཡིན་ན་ཡང། དེ་འདྲས་ཞིག་འདུག་དེ་ཡིན་དུས་ག་ལ་ཨུ་མི་རང་བཙན་ལྟ་གྲུབ་མཁྱེན་མཁན་ཡིན་ན་ང་དངོས་གནས་ཐ་ན་བརྒྱ་ཆ་བརྒྱ་རྒྱབ་ཀྱི་ཡོད་དཔེར་ན་ས་གནས་གཞོན་ནུ་ཡིན་ན་རེད་དབུས་གཞོན་ནུ་ཡིན་ན་རེད་ཁོ་རང་གི་རང་ལྟ་གྲུབ་དེ་རང་བཙན་གཙང་མ་གཙང་ཆག་རེད་ལས་ཀ་བྱེད་ཀྱི་ཡོད་རེད་ཡག་པོ་རེད། རྒྱབ་སྐྱོར་བྱས་རྒྱབ་སྐྱོར་ཡོད། ལས་ཀ་བྱེད་ན། ད་ཁ་ཙམ་གཅིག་གིས་འདི་འདྲའི་ནང་ལོག་ལ། ཕ་ཁ་མ་ལྟ་ཅིག་ཚུར་བོད་པ་ནང་ཁུལ་ལ་ཡ་ཁ་ལྟ་ཅིག་རང་བཙན་གྱིས་འདི་འདྲའི་ཅིག། ད་སྐད་ཆ་ཚིག་ཙམ་གཅིག་བཤད་བསྡད་པ་འདི་ཚོ་ལ་ང་དགག་པ་བྱས་གི་ཡོད་རེད་བ། ཉི་མ་ཀེ་ན་ཏྲ་ལ་བྱུང་སོང་བ་ཚོགས་འདུ་གཅིག་ག་ལ་མི་གཅིག་གིས་བཤད་སོང་བ་སྐད་ཆ་གནད་འགག་འདི་རེད། དགོས་པ། ང་རང་ཚོས་རྒྱ་ནག་ལ་རྩོད་ཀྱི་ཡོད་རྒྱ་ནག་དམར་གཞུང་ལ། དམ་ཚ་ལ་ལ་རྩོད་ཀྱི་མེད། དགའ་ལྡན་ཕོ་བྲང་ལ་རྩོད་ཀྱི་མེད། ཀེ་ཤེས་སོ་བ། ཡིན་ན་ཁོ་ཀེ་ཤེས་ཀྱི་དུས་ཚག་དུས་སྐབས་སྤྲད་མ་སོ་བ། དེ་དེ་ག་ལ། དེ་སྐད་ཆ་གནད་འགག་ཅིག་རེད་བཤད་ཡ་དེ་སོ་བ། དེ་ང་རང་ཚོ་ཚང་མ་ལ་བསམ་བློ་ཐོངས་དགོས་ཡ་ཞིག་རེད། སྐད་ཆ་ངན་གྱི་བསམ་བློ་བཏང་དགོས་ཡ་ཞིག་རེད། གང་ཡིན་ཟེར་ན། ང་ཚོ་རང་ཚོའི་ཚོང་སྐད་དེ། དཔལ་ལྡན་དགའ་ལྡན་ཕོ་བྲང་མ་རེད་དབུས་བོད་མི་དེག་ཚོ་མ་རེད། མདོ་སྟོད་ཆོལ་ཁ་ཡང་མ་རེད་མདོ་སྨད་ཆོལ་ཁ་ཡང་མ་རེད་དབུས་གཙང་ཆོལ་ཁ་ཡང་མ་རེད་ང་ཚོ་རང་བཙན་ཐོབ་མཁན་དེ་རྒྱ་ནག་དམར་གཞུང་ཆགས་དེ་བར་ཕར་རྩོད་དགོས་ད། འགྲོ་བ། དེ་ཡིན་དེ་ག་ལ་ད། དངོས་གནས་རྒྱ་རྒྱ་རྒྱ་ད་ད་ལྟ་ཞིང་ཆེན་དམ་པ་དཔའ་བོ་བློ་དགའ་ལགས་འདྲ་བོ་ཅིག་ཡིན་ན་རང་བཙན་གྱི་གཙང་རང་བཙན་གཙང་མ་གཙང་ཞབས་ཀྱི་ལྟ་གྲུབ་མཁྱེན་མཁན་ཅིག་དེ་འདྲའི་མི་ཞིག་ན་ང་དངོས་གནས་རྒྱ་རྒྱ་རྒྱ་རྒྱབ་སྐྱོར་ཞུ་གི་ཡོད། ནུས་པ་བརྙན་ཕུང་གི་ལས་ཀ་བྱེད་ཡག་གི་འདི་ག་ས་བསམ་བློ་ཡོད་རེད་བ།

བོད་ནང་ལ་ག་ད་རྣམ་པ་ཚོ་ཚང་མ་ལ་མཁྱེན་གྱི་ཡོད་རེད། སྤྱི་ཟླ་ཉིས་སྟོང་ཉིས་རྩ་དྲུག་གི་སྤྱི་ཟླ་བདུན་པའི་ཚེས་གཅིག་ནི་བོད་ནང་ལ་ད་ཁྲིམས་གཅིག་འགོ་བཙུགས་ཚར་རེད། རེད་བ། མི་རིགས་མཐུན་སྒྲིལ་ཡར་རྒྱས་ག་རེ་ཅིག་ཚིག་སྙན་པོ་ཞིག་ལབ་ཡོད་རེད། དོན་དག་གོ་ང་ཚོ་བོད་རིགས་གཙང་མ་གཙང་མ་བཟོ་ཡ་རེད། བོད། ང་ཚོ་བོད་པ་ལ་ཡོད་ཀྱི་ཆོས་དང་རིག་གཞུང་སྐད་དང་ཡི་གེ་ཚང་མ་གཙང་མ་བཟོ་ཡ་རེད་ཀ་མི་སུམ་ཅུ་པོ་ར་གཙང་མ་བཟོ་ཡ་རེད། མི་ཡིན་ཅན་ནི་རྒྱ་ཡི་ངོ་བྱུག་ཡ་གི་དེ་འདྲའི་ལས་དོན་ཅིག་བྱེད་ས་རེད། ཁྲིམས་ཅིག་བཟོས་ས་རེད། ལས་དོན་ཅིག་བྱེད་དགོས་རེད་བ། དེ་ང་ཚོ་ཚང་མ་ལ་འི་མེ་ལོང་ནང་གི་ཟུར་ངན་འདྲ་བོ་ཅིག་ཧ་གོ་གོ་ཡོད་རེད། ཡིན་ན་ཡང་ད་བསམ་བློ་རྒྱ་ཆེན་པོ་མ་བཏང་འདི་ལ་ཞེ་དྲག་ཡོད་མ་རེད། ད་ད་ལྟ་གི་དུས་ཚོད་འདི་ལ། སྤུ་གུ་ལུགས་གཉིས་གསུམ་བཞི་བྱེད་ཆོས་དེ་ཚོ་ན་སྤུ་གུ་ལ་རང་དབང་མེད་པ་ཕ་མ་ལ་རང་དབང་མེད་པ་རྒྱ་ནག་དམར་གཞུང་གིས་ད་ག་ས་གཏན་འཇགས་ལ་བཏང་ན་བླུགས་བཤད་དགོས་རེད་སྤུ་གུ་ལོ་གསུམ་བཞི་བྱེད་ཆོས་དེ་ཚོ། ཐག་རིང་པོ་ང་རང་ཚོ་གིས་ལོ་བཅོ་ལྔ་ཉི་ཤུ་བསམ་བཏང་མ་རེད་ལོ་ལྔ་རྗེས་ལ་སྤུ་གུ་དེ་ཚོ་ག་འདྲས་ཆགས་ཀྱི་རེད། སོ་སོ་མི་རིགས་མིག་རིགས་སོ་སོ་བོད་མི་རིགས་ཀྱི་རིག་གཞུང་སྐད་དང་ཡི་གེ་རེད་བ། བཟང་སྤྱོད་འབད་བརླག་བྱས། མི་ཁོ་ན་བརྒྱ་ཡི་མི་ཏྲི་ལོ་རྒྱུ་ས་ཀྱི་ལོ་ལྔ་རྗེས་ལ། ལོ་བཅོ་ལྔ་ཉི་ཤུ་དགུ་དགུ་མ་རེད་ང་རང་ཚོ་དེ་འདྲའི་ཀྱི་ཞེ་སྣང་ཚ་པོ་ཉེན་ཁ་ཚ་པོ་ཅིག་ཀ་ལ་ད་ལྟ་དགའ་སྡུག་བྱས་དེར། ད་གཉིས་ཕན་དབུ་མའི་ལམ་དེ་ལ་ངས་བསམ་བློ་ཞིག་བཏང་པས་ན་ད་ལྟ་ཀྱི་དུས་ཚོད་དེ་ལ་སྨན་ན་ཚ་ལ་ཕན་པའི་སྨན་ཅིག

རྡོ་རྡོ་ལ་དབྱེ་བ་བཅས་རྡོ་སྨད་ལ་དབྱེ་བ་བཅས་དབུས་གཙང་ལ་དབྱེ་བ་བཅས་གཅིག་གཅིག་ལ་དབྱེ་བ་བཅས་གཅིག་ལ་བྱུང་གཅིག་ལ་ཁེལ་འདི་འདྲའི་དཔྱད་རྩོད་ཡོད་ཨེ་མ་རེད་ང་ཚོ་ཚོ་བོད་ཆོལ་ཁ་གསུམ་གྱི་བོད་རིགས་སྤུན་ཟླ་ཡོངས་ལ་ཡ། མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཅིག་བསྒྲུབ་གནང་དགོས་རེད། འདི་འདྲའི་ཆེ་ཡིན་རང་སྲིད་རང་སྐྱོང་ཡག་པོ་ཅིག་བསྒྲུབ་པ་ཡིན་ན་ཨ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་འོག་ལ་བསྡད་གི་ཡིན་ཟེར་ཡ་ཅིག་རེད། དོན་དག་རེ་འགོ་ཚོགས་པ་ཆེ་བར་རེ་བ། ང་ཚོའི་བོད་ཁ་ས་ཆོལ་ཁ་གསུམ་གྱི་མི་རིགས་ལ་ཡ་ཨ་ནི་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཟེར་ན་ཚིག་ཐུང་ཐུང་ཞིག་དུ་བ་དུམ་བདེ་པོ་བྲི་ཡ་དུམ་བདེ་པོ་ཤེས་ཡ་དུམ་བདེ་པོ་ཞིག་ཡོད་རེ་བ་འདི་ན་རེ་རེ་རང་སྲིད་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཟེར་དུས་ཀ་རེ་རེ་འབྲི་ཤེས་རྒྱ་བ་ཡིན་ན། ཉི་མ་མང་པོ་འགོར་ཡ་དེ་འདྲའི་འགྲེལ་བཤད་ཅིག་རེད་ཆུ་ཚོད་མང་པོ་འགོར་ཡ་གི་འགྲེལ་བཤད་ཅིག་རེད་རྒྱ་ཆེན་པོ་རེད། འདི་འདྲའི་དཔྱད་ཀྱི་སྒྲུབ་བྱ་སྒྲུབ་དགོས་རེད་ཉི་ཕན་དབུ་མའི་ལམ་གྱི། ད་ད་ལྟ་གི་དུས་ཚོད་དེ་ལ་རྒྱ་ནག་དམར་གཞུང་གིས་ཨ་ནི། ང་རང་ཚོ་གི་མ་འོངས་པའི་སོན་རྩ། ད་སྤུ་གུ་ལོ་གསུམ་བཞི་ཡོད་ཆོག་དེ་ཚོ་ཕ་སྤུ་གུ་ལ་རང་དབང་མེད་པ་ཕ་མ་ལ་རང་དབང་མེད་པ་ད་རྒྱ་ནག་དམར་གཞུང་གི་གཏན་འཇགས་བསླབ་གྲྭ་ལ་བཙུགས་ཡོང་དུས་ག་ལ་ད། ལོ་ལྔ་ཚོའི་རྗེས་ལ་ག་འདྲས་ཅིག་ཆགས་སར་ངས་སྔོན་དུ་ཞུས་པ་ལོ་བཅོ་ལྔ་ཉི་ཤུ་བསམ་སྟངས་མ་རེད་ལོ་ལྔ་པོ་དེ་ཚོ་ག་འདྲས་ཅིག་ཆགས་ཀྱི་རེད། ད་རྫ་བྲག་ཅེས་གནས་འགའ་ལ་ཐུག་འདུག་བ། ད་དེ་འདྲའི་རྗེས་རྫ་བྲག་ཅེས་གནས་འགའ་ལ་གཉིས་ཕན་དབུ་མའི་ལམ་གྱི་བསམ་བློ་ཞིག་བཏང་དང། གཉིས་ཕན་དབུ་མའི་ལམ་གྱི་སྒྲུབ་བྱེད་དེ་བསམ་བཏང་དང། ན་ཚ་ལ་ཕན་པའི་སྨན་ལྟར་རེད་ན་ཚ་དེ་ལ་ཕན་པའི། འོ་ཡ་ན་ཚ་དེ་ལ་ཕན་པའི་སྨན། སྟོབས་ཆེན་པོ་ཅིག་ཆགས་དགོས་རེད་དངུལ་བུན་དབུ་མའི་ལམ་འདི་འདི་འདྲའི་གི་གལ་ཆེན་པོ་ཞིག་རེད་ཡིན་ན་ང་ཞི་དྲག་ཞིག་ལ་ངས་ཤི་འགྱོ་མ་ད་དོན་དག་ཏིག་ཏིག་ཏིག་ཏིག་ཡོད་པ་དེ་ངས་ཧ་གོ་ནས་ང་དེ་ལ་ཡ་རྒྱབ་སྐྱོར་བྱེད་མཁན་ཞིག་ཆགས་པ་རེད་བ། རང་བཙན་ལྟ་གྲུབ་འཁྱིལ་ཆོག་རེད་རྒྱ་རོམ་གྱི་ཞེ་ཕྲ་མོ་ནས་གསུངས་ཡོད་རེད་རང་བཙན་ཁག་པོ་རེད་གསུངས་ཡོད་རེད་ད་ང་ཚོ་རྒྱ་རོམ་གྱི་ལ་དད་པ་ཡོད་ན། སྐྱབས་མགོན་བརྩི་གི་ཡོད་ན། རེད་བ། བཀའ་དྲིན་ཆེན་པོ་བརྩི་གི་ཡོད་ན། རྒྱ་རོབ་ཀྱི་གཞས་ཕྲ་མོ་ནི་སུའི་རང་བཙན་ཁག་པོ་རེད་གསུངས་ཡོད་རེད་བ། ཡིན་ན་ཡང་མི་ད་ལྟ་ང་ཚོ་ཞིང་ཆེན་དང་པོ་དཔའ་བོ་བློ་དགའ་ལགས་ནང་བཞིན་དེ་འདྲའི་རང་བཙན་གྱི་ལྟ་བ་ཁག་པོ་ཡག་པོ་རྒྱུ་དེ་ངས་ཕ་རྒྱ་ནག་ལས་ཕ་ཁབ་ཏེ་ཀྱང་ངས་འདི་འདྲའི་ཅིག་མི་མང་པོ་ཅིག་ཡོད་རེད་འདི་ཚོའི་ཐང་ལ་ཡང་ང་དགག་པ་མེད།

འདི་ང་རང་ཚོ་གི་མཐུན་འབྲེལ་གྱི་ཐོག་ནས་ནུས་པ་མཉམ་སྤུངས་བྱ་དགོས་རེད། འདི་འདྲའི་ཆེད་ལས་དོན་བྱས་པ་ནི་ཡང་ན་དབུ་མའི་ལམ་གྱི་ཐོག་ནས་སྒོ་ཕྱེ་ཐུབ་ཀྱི་རེད། ཡང་མིན་ན་རང་བཙན་གཙང་མ་གཙང་བཅད་ཀྱི་ཐོག་ནས་སྒོ་ཕྱེ་ཐུབ་ཀྱི་རེད། འདི་འདི་འདྲའི་ཆེད་བྱ་གི་རེད། འདི་ཡོད་མ་རེད་ད་ལྟ་དུས་ཚོད་འདི་ལ་ང་རང་ཚོ་ཀླད་སྟོང་ཁ་ཤས་ཅིག་གིས་ད་དབུ་མའི་ལམ་ལ་གཟར་འཁོར་ཐེབས་པ་རེད་ཟེར་ཡ་དང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་འདི་རང་བཙན་བཟོ་དགོས་རེད་ཟེར་ཡ་དང།

རེད། མ་ཚུར་རང་ཚུར་རེད། ཡིན་ན་ད་དུང་ཡང་དང་དུ་གཟིགས་དང། བོད་ཀྱི་སྐད་དང་ཡི་གེ་ཐོག་ལ་ཡང་བརྙན་ཐུང་བཟོ་མཁན་ག་ཚོད་འདུག་རེད། བློ་ཁོ་ར་དཔའ་བོ་རེད་བ་དེ་ཚོ། ད་དུང་ཡིན་ན་རྒྱ་ནག་དམར་གཞུང་མགོ་ལ་གྲི་དང་མེ་མདའ་ཡོད་ད་ད་དུང་དེ་འདྲ་བྱེད་ཀྱི་འདུག་ང་ཚོ་རང་དབང་ལུང་པ་ལ་ག་རེ་ཀླད་སྟོང་དེ་འདྲ་མང་པོ། སོ་སོ་ལ་སློབ་སྦྱོང་ཡོད་པ་སོ་སོ་ལ་རྣམ་དཔྱོད་ཡོད་པ་དེ་བེད་སྤྱོད་བཏང་མ་ཐུབ་པ་བྱས། མིའི་མགོ་སྐོར་ལ་ཚུད། ད་འདི་ཡང་རྒྱ་ཁྱི་དེ་འདྲས་ཀྱི་སྐད་ཆ་བཤད་ཡོང་དུས་ག་ལ་སིབ་སིབ་སིབ་ལ་བཏང་བཞག་ཆུ་རྒྱ་ཁྱི་དེ་འདྲས་ཡོད་རེད་བ། འདི་ཚོའི་གི་སྐད་ཆ་བཤད་བྱས་བས་དེ་ལ་ཡང་མགོ་ཁོག་ལ་ཚུད། ཐབས་སྐྱོ་བོ་རེད་བ་ང་ཚོ། རེད་བ། འདི་ཚོའི་མི་དེ་ཚོ་མི་སྐལ་བ་གླེན་པ་ཙམ་རེད་དུད་འགྲོ་དང་གཅིག་པ་གཅིག་རྐྱང་རེད་དེ་ཡོད་རེད་བ། སོ་སོ་ལ་རང་དབང་མེད་པ་རེད་བ། རེད་བ། ངས་མི་ཁ་ཤས་ཅིག་ལ་དེ་འདྲའི་བསླབ་བྱ་སྦྱངས་མྱོང་ང་ལས་ཆུང་ང་དངོས་གནས་སྤུན་ཆ་ལྟ་བུ་རེད་ང་ཚོས་ད་དེ་འདྲའི་མ་བྱེད་མ་ཐག་ཁོ་རེ་སོ་སོ་ལ་ཡོད་ཆོས་ཀླད་པ་དེ་སོ་སོ་བེད་སྤྱོད་དང་མི་གཅིག་ལ་བ་དང་རེད་ཟེར་ལབ་ནས་ལམ་ས་མ་འགྲོ། བག་ཡོད་གཅིག་པ་ཡིན་ཅག་རུང་ལུང་ཚན་གཅིག་པ་ཡིན་ཅག་རུང་ཨ་ནི་ག་ས་ཆ་གཅིག་པ་ཡིན་ཅག་རུང་ལམ་ས་ཁོ་ར་སོ་སོ་ཡོད་བ་དེ་རྣམ་དཔྱོད་བེད་སྤྱོད་དང། གཙོ་བོ་རྒྱ་བ་རུམ་བཅས་ལ་ཡ་ཐུབ་པ་མ་འགྲོ་བ་དང་ཚེགས་མེད་མ་འགྲོ་བའི་ལས་ཀ་དེ་སོ་སོ་བསམ་བློ་བཏང་ཟེར། ངས་ལབ་དངོས་སུ་མི་ལ་ལབ་མྱོང། རེད་པ་ཁ་པར་གྱི་ཐོག་ནས་ལབ་མྱོང། འདི་ཡིན་འདི་ག་ལ་ང་རང་ཚོར་རྣམ་དཔྱོད་ཡོད་པ་སློབ་སྦྱོང་ཡོད་པ་སོ་སོ་སོ་སོ་གི་རང་དབང་དེ་སོ་སོ་མི་གཞན་ལ་མ་སྤྲད་པ་བཅས་གོ་གོ་ལ་མ་ཚུད་པ་བཅས་རྣམ་དཔྱོད་བེད་སྤྱོད་དང། ངས་མིའི་སྐད་ཆ་མ་ཉན་ཟེར་གི་འང་མ་རེད་ངས་འདི་ལ་རྣམ་དཔྱོད་བེད་སྤྱོད་དང་ད་ཁ་སང་སྡེ་བ་དབུ་མའི་ལམ་ལ་ཡ་གཟར་གོ་སྤྲད་གོ་རེད་ཟེར་ཏེ་རྣམ་པ་ཚོ་གི་ད་རྒྱབ་སྐྱོར་བྱེད་ཀྱི་ཡོད་དུ་དང་འདི་ལ་རྒྱབ་སྐྱོར་བྱེད་མཁན་དེ་ཚོའི་ལྐུགས་པ་རེད་ད་ཀླད་སྟོང་རེད། རོ། སྐུ་ལག་པ་གཅིག་མདུན་ལ་གསལ། གཅིག་རྒྱབ་ལོགས་ལ་གསལ་གྱི་མེད་ན་ཡང་མི། དང་པོ་དྲག་ཤ་བྱས་ན་དེ་འདྲའི་གཅིག་སྒོ་ཁོག་ལ་ཚུད་པ་ནི་ལྐུགས་པ་རེད། ཀླད་སྟོང་རེད། སོ་སོ་ལ་ཡོད་པའི་ངས་མངོན་དུ་ཞུས་པ་ན་སོ་སོ་ལ་ཡོད་པའི་རྣམ་དཔྱོད་དེ་བེད་སྤྱོད་བཏང་མ་ཤེས་པ་རེད། ད་དེ་འདྲའི་སྤྱི་ཚོགས་ནང་དོན་ཡོང་གི་འདུག་བ། རུ་བ། སྔོན་གནས་ཐ་ནས་དང། དབུ་མའི་ལམ་ས་གཉིས་པའི་དབུ་མའི་ལམ་ཐ་ན་སྐབས་སུ་བབས་པའི་བཀའ་ཤག་སྐབས་བཅུ་བདུན་ར་བ་བཀའ་བཅུ་དྲུག་ལ་སྲིད་སྐྱོང་སྤེན་པ་ཚེ་རིང་ལགས་དེ་དུས་ཀར་གཉིས་ཕན་དབུ་མའི་ལམ་དེ་ལ་ཡ་མཐོང་ཆ་ཆེན་པོ་ཡོང་ཡ་བྱེད་དོ་གཉིས་ཕན་དབུ་མའི་ལམ་ས་དབུས་སུ་དེ་ཟུར་གཉིས་དེ་དབྱེ་བ་བཅད་ནས་སྟོན་སྟོན་དགོས་པའི་རྒྱུ་མཚན་ལ་བརྟེན་ནས་ཨ་གནའ་སྔ་མོ་ད། ལོ་རྒྱུས་དངོས་གནས་ད་ནས་བཤད་པ་ཡིན་ན་བོད་དེ་རང་དབང་རང་བཙན་གཙང་མ་གཙང་རྐྱང་གཅིག་རྒྱལ་ཁབ་ཡིན་པ་དང། ད་ལྟ་གི་དུས་ཚོད་འདི་ལ་རྒྱ་ནག་དམར་ཤོག་གིས་བཙན་བཟུང་བྱས་པའི་རྒྱལ་ཁབ་ཅིག་ལ་ཡང། ཟུར་གཉིས་ལ་དབྱེ་བ་བྱེད་ཅིང་དབུ་མ་བསལ་ཏེ་མི་ཏྲ་ལན་བསལ་ཏེ་སྐྱིད་ལ་ཡང་མཐོང་ཆ་ཆེན་པོ་ཡོང་ཡ་བྱེད་དོ་ད་འདི་འདྲའི་ཅིག། སྣང་བར་བ། རེད་བ། ད་ཁ་ཚང་གི་ངའི་ཁ་ཚང་འདི་ངེད་ལ་ཡི་བི་ཏོ་ཞིག་བལྟས་པ་ཡིན་ད་སྲིད་སྐྱོང་སྤེན་པ་ཚེ་རིང་མཆོག་ལ་ཡ་འདི་རེད་ཤག་གསར་འགོད་ལྷན་ཚོགས་ཞིག་རེད་ཤག་ད་དེ་དྲི་བ་ཁན་ཚ་ཞུ་ཞུ་དུ། སྲིད་སྐྱོང་གི་གསུངས་པ་ནམ་རྒྱུན་དུས་རྒྱུན་དུ་ནི་དེ་ག་རེ་གསུངས་གོ་རེད། ང་ཚོ་རྒྱ་ནག་མི་དམངས་རྒྱ་ནག་དམར་གཞུང་མཉམ་དུ་སྐད་ཆ་བཤད་ཡ་གི་གྲ་སྒྲིག་ད་ཚང་མ་ཡོད་རེད། ཡིན་ན་ཁོ་རང་ཚོ་ཡག་བྱེད་ཀྱི་ཡོད་མ་རེད། ཁོ་རང་ཚོ་ཡག་མ་བྱེད་ང་ཚོ་བྱས་ཡོད་མ་རེད། ཁོ་ཚོ་ཡག་བྱས་ཚོ་ང་ཚོ་གྲ་སྒྲིག་ཡོད། ང་ཚོ་ཚང་མ་གཞན་དབང་སྟབས་བསྟུན་རེད་བ། དཔེ་ཁོ་གང་ཨར་ཡོད་པ་དེ་བརྗེད་ཡིན་ན། ཨ་རིའི་མི་སེར་ཡིན་ན་རེད་སུའུ་ཙི་ལན་མི་སེར་ཡིན་ན་རེད། ཕྱི་རྒྱལ་ཡུལ་གྲུ་ག་བ་གི་མི་སེར་ཡིན་ན་རེད་རྒྱ་གར་མི་སེར་ཡིན་ན་མགོ་ལ་ཨར་ཡོད་པ་རེད། འདི་བརྗེད་ཀྱི་ཡོད་ན། གཞན་དབང་སྟབས་བསྟུན་རེད། རེད་བ། རྒྱ་ནག་མ་ཞུགས་གི་ཚུར་བྲེལ་བ་བྱས་སོང་ན་ཕ། ཨ་ནི་གྲ་སྒྲིག་ཡོད་གསུང་གི་ནམ་རྒྱུན་ནི་བཀའ་སློབ་དེ་ག་ར་རེད། བོད་རྒྱ་འབྲེལ་མོལ་དེ་སྐོར་ལ། ང་རང་ཚོ་བཀའ་ཤག་གི་ཐབས་ཤེས་མ་བྱས་པ་མ་རེད་ཐབས་ཤེས་གནང་གི་ཡོད་རེད། ཕྱི་ཡི་འབྲེལ། ཁ་ཐུག་འབྲེལ་བ་མེད་ན་ཕྱི་གི་འབྲེལ་བ་སྒེར་གི་འབྲེལ་བ་ཡོད་གསུང་གནང་གི་འདུག་བ་ཇི་ལྟར་ནས།

ད་ང་ཚོ་མི་དེ་འདྲས་རེད། དངོས་གནས་ད་ནས་སེམས་ཤུགས་ལྷག་བསམ་གྱི་སྐད་ཆ་ཤེས་ཀྱི་ཡིན་ན། སྐད་ཆ་ཉན་རྣམ་དཔྱོད་བེད་སྤྱོད་དང། མིའི་སྐད་ཆ་ཉན་ནས་མི་ལོག་པ་དང་མི་ལོག་པ། གཏན་ལོག་པ་དང་སྨོན་ལོག་པ་འདི་ཚོ་གི་སྐད་ཆ་ཉན་ཅིག་བྱེད་ཡ་མ་རེད། གལ་སྲིད་མི་ལོག་པ་དང་མི་གཏན་ལོག་པ་སྨོན་ལམ་ལོག་པའི་དབང་གིས་སྐྱེས་པའི་མི་འདི་ཚོ་གི་སྐད་ཆ་བཤད་པ་ཉན་པ་ཡིན་ན་ཡང། སོ་སོ་རྣམ་དཔྱོད་ཡོད་པ་དེ་བེད་སྤྱོད་དང། འདི་རེད་དང་རོང་རེད་དང་བདེན་པ་རེད་དང་རྫུན་མ་རེད་དང་འདི་མགོ་འཁོར་རེད་དང་མི་མཁོ་བ་རེད་དང། འདི་དཔྱད་པ་བྱས་ཡོད་རེད་མ་གཏོགས་མི་དགོ་ཕ་གི་ད་དོར་རྒྱལ་རྗེས་འབྲང་བ་ཡིན་ན་རེད། སྨོན་སྨོན་ལམ་ལོག་པའི་ངས་དཔྱད་པ་ཡིན་ན་རེད་རྒྱག་ཁྱི་ཡིན་ན་རེད་དེ་ཚོས་གི་ཤེས་བྱ་རྒྱུ་དེ་སོ་སོ་ཨམ་ཅོག་ནས་ངས་འདི་ཕ་ལབ་བཞག་པ་ཡིན་ན་སོ་སོ་ཀླད་སྟོང་རེད། སོ་སོ་མི་ཚེ་འཕྲོ་བརླག་རེད། སོ་སོ་ལང་ཀ་ནོར་འདོད་རེད། རེད་པ། འདི་ཡིན་འདི་ག་ལ་ང་རང་ཚོ་ག་དུས་ནས་གཟབ་གཟབ་གནང་དགོས་དེ་གལ་ཆེན་པོ་རེད་བསམ་གྱི་འདུག་ར། ངས་ད་ང་རང་རིགས་ཀྱི་དེ་རིང་ལབ་དགོས་དེ་ངས་ལབ་ཚར་ཡིན། གཉིས་ཕན་དབུ་མའི་ལམ་འདི་གའི་བསྒྲུབ་བྱ་ཐ་སྙད་མང་པོ་ཞུ་ཚར་ཡིན་ད་རྣམ་པ་ཚོ་སེམས་ཡ། གཉིས་གཉིས་ཕན་དབུ་མའི་ལམ་གྱི་ག་རེ་བསྒྲུབ་རྒྱུ་ཡོད་རེད་ཟེར་བ་ཡིན་ན། ང་རང་ཚོ་གའི་བོད་ཆོལ་ཁ་གསུམ་གྱི་བོད་རིགས་སྤུན་ཟླ་ཡོངས་ལ་དབྱེ་འབྱེད་མེད་པའི་ཐོག་ནས་ད་ཚང་མ་ལ། བོད་ཀྱི་ཆོ་ག་གསུམ་བོད་རིགས་སྤུན་ཟླ་ཡོངས་ལ་ཡང་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཅིག་བསྒྲུབ་གནང་དགོས། དེ་འདྲའི་ཅིག་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་ཅིག་བྱུང་པ་ཡིན་ན་རྒྱ་ནག་མི་དམངས་ཀྱི་འདིའི་འོག་ལ་བསྡད་ཀྱི་ཡིན་ཟེར་ཡ་ཅིག་འདི་རེད་ད། རེད་པ། སྐད་ཆ་འདི་རེད། ད་འདི་ལ་ཡ་ང་རང་ཚོ་ལ་ཆོ་ག་གསུམ་བོད་རིགས་སྤུན་ཟླ་ཆོ་ག་གསུམ་ལ་ཡ་མིང་དོན་མཚུངས་པའི་རང་སྲིད་རང་སྐྱོང་འདི་ག་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་ཡོད་རང་ཚོ། ང་ཚོ་ལ་ག་རེ་ཡོད་རེད། སྟོན་པ་བཀའ་དྲིན་ཅན་གྱི་སྣང་ཞལ་ཞེས་པའི་ནང་པ་སངས་རྒྱས་པའི་ཆོས་འཛམ་བུ་གླིང་གཞན་ལ་མེད་ཁྱོད་ཀྱིས་ཡང་དག་པ་ཅིག་ང་ཚོ་ལ་ཡོད་རེད། རེད་བ། འཛམ་གླིང་སྤྱི་ལ་ཕན་པའི་ང་ཚོ་སྐད་དང་ཡི་གེ་ཡོད་རེད། རེད་བ། ནས་ག་ས་འཛམ་བུ་གླིང་ལ་སྤྱི་ལ་ཕན་པའི་ང་རང་ཚོ་ལ་རུབ་སྟྲོག་གསུངས་ན་ཡི་དྭགས་སྲིད་གཞུང་གི་ནམ་རྒྱུན་ནས་འཛམ་བུ་གླིང་གི་ཐོག་བརྩེགས་མཐོ་ཤོས་དེ་ང་ཚོ་བོད་ཀྱི་རྒྱལ་ཁབ་དེ་རེད་དེ་ཡོད་རེད། བ། འདིའི་ཁོར་ཡུག་སྲུང་སྐྱོབ་ཡག་པོ་བྱས་ན་འཛམ་བུ་གླིང་སྤྱི་ལ་ཕན་ཐོགས་པར་ཆུ་དང་གར་ཡིག་རླུང་དང་ཆུ་དང་གར་ཡིག་ནི། འདི་ང་ཚོའི་རྣམ་དཔྱོད་ལྟར་ན་བཀའ་བློན་གྱི་དཔལ་ལྡན་སྲིད་སྐྱོང་སོང་གིས་གསུངས་པ་དང་སྐད་ཆ་ངན་བྱེད་རྣམ་དཔྱོད་བེད་སྤྱོད་བཏང་པ་ཡིན་ན་དོན་དག་འདི་ལ་རང་རྙེད་ཀྱི་འདུག་བ། འདི་ཡིན་འདི་ག་ལ་དམིགས་སུ་བཀར་ནས་ངས་འདི་ངེད་ལ་འུད་སྒྲོག་བྱས་ན་ཞུས་པ་ཡིན་དམིགས་སུ་བཀར་ནས་ང་རང་ཚོ་མི་ཐོག་གསུམ་པ། ན་གཞོན་རྣམ་པ་ཚོ་ལ་དངོས་གནས་ལགས་གཉིས་ཐལ་མོ་སྦྱར་ནས་ཟབ་ས་གནང་རོགས། ཁྱེད་རང་ཚོ་ལོ་ཤོ་ཤོ་རེད་ཁྲག་ཚ་པོ་རེད་རླུང་ཚ་པོ་རེད་དངོས་གནས་ད་ནས་ང་ཚོའི་ཆུང་ཆུང་ག་ལ་དེ་འདྲ་རང་རེད་རེད་བ། དེ་འདྲ་རང་རེད་ལང་ཀ་ནོར་ཟེར་གི་རེད་ད། མིའི་མགོ་སྐོར་བ་ལ་ཚུད་ཟེར་གི་རེད་ད་ད་ལྟ་འདྲ་བོ་མི་དེ་ཚོ་འདི་ཚོ་གི་དབུ་མའི་ཁ་ས་དབུས་བོད་མི་དེ་ཚོ་གི་ལང་སྤྱོད་དེ་རང་བཙན་བཟོ་དགོས་ཡོད་ཟེར་མཁན་དང་རང་བཙན་ལ་ཡག་ཟབ་ཚགས་ཞུས་བ་རེད་ཟེར་མཁན་དང། རྒྱ་གོར་མ་ཅན་ལ་འཚེ་མེད་རེད་བ་འདི་པོ་ར་རྒྱ་གོར་མ་ཅན་ལ་ཐུགས་ཕམ་རེད་བ། དེ་ཚང་མ་སྐད་ཆ་ཚང་མ། ད་དབུ་མའི་ལམ་ནི་གཉིས་ཕན་དབུ་མའི་ལམ་ལ་ཟབ་ས་བསྟར་བ་རེད་ཟབ་ས་ཞུས་བ་རེད་ཟབ་ས་ཁས་བ་རེད་ཟེར་ན། དངོས་སུ་དབུ་མའི་ལམ་ལས་དགོས་དང་ཤུགས་ལ་སུ་ལ་གོ་དགོས་བ་རེད། འདི་དོན་དག་དེ་ཧ་གོ་གི་འདུག་བས། འདི་སྐད་ཆ་དཔེ་ཛབ་ཆེན་པོ་སྐད་ཆ་ཅིག་རེད། ཞི་མི་ང་སྐད་ཆ་མ་བཤད་གོ་བསམ་སོང་ད་ཞེ་དགུ་མ་ཚར་བར་དུ་བསྡད་དགོ་བསམ་སོང་ང་རང་གིས་འགྲོ་སྟངས་ཅིག་ཡོད་རེད་བ། ང་རང་གིས་སོ་སོ་སྒེར་གྱི་བསམ་བློ་དང་དང་བཅས་པ་བྱེད་སྟངས་ཅིག་ཡོད་རེད་བ་ངས་སྔོན་དུ་ཞུས་སོང་བ་ཕྱི་སྲིད་དང་ནང་སྲིད་གཉིས་ལ་དབྱེ་བ་བྱེད་ཅིང

བོད་རྒྱལ་ཁབ་ཀྱི་ཆེད་དུ་བོད་ཀྱི་ནང་པ་སངས་རྒྱས་པའི་བསྟན་པའི་ཆེད་དུ་ད་ལྟ་ཡང་སྐུ་ལུས་བསྐྱོད་ནས་བཞུགས་ཤོས་རེད། དགུང་ལོ་དགུ་བཅུ་གོ་གཅིག་ལ་ཕེབས་ཚར་རེད། རེད་པ། དེ་འདྲའི་བཅས་ཀྱི་བཀའ་དྲིན་ཆེན་གྱི་བླ་མ་ལ་བརྟེན་ནས་ད་ལྟ་བོད་གནས་ཚུལ་ཕྱིས་སུ་ཚུར་ཕེབས། བ་ཡུལ་གནས་ལས་ཁང་ལྡི་ལི་གནས་ལས་ཁང་རྡ་རམ་ས་ལ་གནས་ལས་ཁང། རེད་པ། ཕེབས་བསུ་ཞུས་མཁན། དེ་ནས་སོ་སོ་ལོ་ཆུང་ཆུང་ནས་སླབ་གྲྭ་འགྲོ་གི་ནས་སླབ་གྲྭ་དང། དགོན་པ་འགྲོ་གི་ནས་དགོན་པ་དང། སློབ་དཔོན་དོན་མཁྱེན་བུ་དོན་དགེ་བཤེས་ལྷ་རམས་པ་དོན། ཨེ་མ་ཨེ་དོན་བི་ཨེ་དོན། ཐ་ཡ་ཨ་ཐ་ཅི་ཡ་བྱུང། དེ་ནས་ཕྱི་ཆའི་ཡུལ་གྲོ་ག་ལ་ཕར་འགྲོ། སོ་སོ་ལྟོ་གོ་ལྟོ་ཚོད་དང་ཚང་མ་ཡག་པོ་བྱ། རྒྱ་བོ་རམས་ཀྱི་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས། རེད་པ། བོད་པ་སི་ཏི་ག་ལ་མིང་མཐོ་པོ་བརྗོད་རེད་ད་འཛམ་བུ་གླིང་འདི་ན། འདི་སོ་སོ་ཡི་འཇོན་ཆོས་མ་རེད་རྒྱ་གོར་རམ་ཅིག་ཐུགས་རྗེ་བཀའ་དྲིན་ཉག་གཅིག་རེད་ཁོང་གི་ཉག་གཅིག་རེད་དེ་འདྲའི་གཅིག་གི། ཁོང་གི་ཐུགས་རྗེ་ལ་བརྟེན་ནས་བོད་པ་སི་ཏི་ཀ་མི་འདི་ཚོས་ན་ཞིག་མི་རིགས་གཞན་གྱི་མི་འདི་ཚོས་ན་དགའ་པོ་བྱེད་ཡ་ཆེ་ཡིད་ཆེས་བྱེད་ཡ་ཆེ། རོགས་པ་བྱེད་ཡ་ཆེ། འདི་ཚང་མ་ལོ་རྒྱ་གོར་རམ་ཅིག་ཐུགས་རྗེ་བཀའ་དྲིན་ཉག་གཅིག་ལ་བརྟེན་ནས་བྱུང་པ་རེད་འདི་འདྲའི་གཅིག་ལ་བརྟེན་ནས་བྱུང་ན་མི་ཡིན་ན་ཆི་ཆི་ཡོད་དུ་ག་ལ་མི་འདི་ཚོས་ང་ཚོ་བོད་པ་སྤུ་གུ་འདི་ཚོ།

རྒྱ་ནག་གཞུང་གི་བཀའ་དྲིན་མ་རེད་པ། ད་དུང་དབུས་བོད་མིའི་སྒྲིག་འཛུགས་ཀྱི་བཀའ་དྲིན་དང་གཙོ་བོ་རྒྱ་བོད་རིམ་བྱོན་ཐུགས་རྗེའི་བཀའ་དྲིན་ཉག་གཅིག་ལ་བརྟེན་ནས་སོ་སོ་ཡག་པོ་ཆགས་ཡོད་རེད་པ། ད་ལྟ་ཚུར་ལྟ་སོ་སོ་ཡག་པོ་ཡག་ཆགས་ཡོང་འདུག་གམ་དཔལ་འབྱོར་ལོངས་སྤྱོད་ཡག་པོ་ཡག་ཆགས་ཡོང་འདུག་གམ་དེ་དབུས་བོད་མིའི་སྒྲིག་འཛུགས་ལ་ཡང་ཁ་བཏད་བྱ། སྐྱོན་བརྗོད་བྱས། རྒྱ་བོད་རིམ་བྱོན་ཐུགས་ཕམ་སོས་འཚེ་མེད་ཞུས། རྒྱ་བོད་རིམ་བྱོན་ལ་འཚེ་མེད་ཞུ་མཁན་དང་ཐུགས་ཕམ་གསོ་མཁན་ལ་ཡང་རྒྱབ་སྐྱོར་བྱས། ད་ང་ཚོ་སྤྱི་འཐུས་ནང་ཡོད་པ་ཆོས་རྒྱུད་སྤྱི་འཐུས། རེད་པ། བྱང་སེམས་ཅན་ལ་ཚད་མེད་ཞུས་ཡོད་རེད་བ། ཐུགས་ཕམ་བཟོས་ཡོད་རེད་བ། སྐད་ཆ་རེད་རེད་མང་པོ་བཤད་ཚར་བ་ཡིན་ངེས། འདི་ཚོ་ལ་རྒྱབ་སྐྱོར་བྱེད་མཁན་སུ་རེད། ལ། འདི་ཚོ་ལ་རྒྱབ་སྐྱོར་བྱེད་མཁན་དེ་གིས་ཇའོ་རུང་ཅེ་ལ་རྒྱབ་སྐྱོར་བྱེད་ཀྱི་ཡོད་རེད་བ་ཡོད་མ་རེད་བ། ཇའོ་རུང་ཅེ་གི་དགོངས་པ་དཀྲུགས་ཡས་ཀྱི་དཀྲུགས་མཁན་དེ་ལ་རྒྱབ་སྐྱོར་བྱེད་དགོས་རེད་བ། ད་དེ་ཚོ་དྲངས་ཏེ་མང་ཆེ་བ་དེ་ག་ནས་སླེབས་ཀྱི་རེད། ག་འདྲས་སུ་སླེབས་ཀྱི་རེད། ས་སྐྱའི་རྡོ་སྐས་མ་རེད་བ། གནམ་ནི་བབ་ཅོལ་མ་རེད་བ། རེད་བ། ད་ད་འདྲ་ཐུག་ཚུལ་ལྟར་དེང་སང་ད་ད་ད་ད་འདྲ་ཐུག་ཚུལ་ལྟར་དཔའ་བོ་རོ་ཀ་ལང་ཚེ་ལགས་ཀྱི་ཞེ་ཞེ་ཞེ་བྱམས་དེ། ག་བ་འདུག་དེ་ནང་ལ། དབུ་མའི་ལམ་གྱི་ལྟ་གྲུབ་འཛིན་མཁན་ལ་ཡ་ཅོ་ཅོ་བྱེད། དབུ་མའི་ལམ་གྱི་ལྟ་གྲུབ་འཛིན་མཁན་ལ་ཡང་བར་ཆད་བྱས། དབུས་བོད་མིའི་སྒྲིག་འཛུགས་ཀྱི་དབུ་མའི་ལམ་གྱི་ལྟ་གྲུབ་དེ་རྩ་མེད་བཟོས་རང་བཙན་གྱི་ལྟ་གྲུབ་བཟོས་བསད་དེ་ཁོ་གི་ཞལ་འཇམ་ལ་ག་བར་འདུག། ང་ཚོ་བོད་མི་རིགས་ཀྱི་དང་རྒྱལ་ཁབ་ཀྱི་ཆེད་དུ་ཁོང་རང་ལུས་མེ་གསོད་ཕུལ་བ་རེད་བ། ད་ལྟ་ཁོང་སྐྱེ་བ་སླད་སྨྲས་པ་ཡིན་ན་བར་དོ་ལ་ཞུགས་ཡོད་ན་ཁོང་གིས་གསན་གྱི་རེད་བ། ག་ཚད་ཀྱི་ཐུགས་ཕམ་བྱུང་གི་རེད། ངས་མེད་ང་རང་ལོས་བོད་རྒྱལ་ཁབ་དང། བོད་མི་རིགས་ཀྱི་ཆེད་དུ་རྒྱལ་ཁབ་ཀྱི་ཆེད་དུ་ངས་རང་ལོ་མི་སེར་ཕུལ་བ་ཡིན། ད་དེ་ཚོ་གི་བྱེད་སྟངས་དེ་དེ་འདྲས་རེད་བཞག་ཟེར་ནས་ག་ཚད་ཀྱི་ཐུགས་ཕམ་གི་རེད་བར་དོ་ལ་ཡ་དེ་ས་ཆ་ཡོད་རེད་བ། ང་ཚོ་ཚང་མ་བར་དོ་ལ་འགྲོ་དགོས་རེད་བ། ཤི། ཤི་དགོས་རེད་བ། ཤི་ནས་བར་དོ་ལ་གནས་དགོས་རེད་བ། ཡང་ན་ཞག་བཞི་བཅུ་ཟིག་དགོས་རེད་ཡང་མིན་ན་ལོ་གཅིག་ཟིག་དགོས་རེད་ང་ཚོ་ཞེ་དགུ་དང་ལོ་མཆོད་ལ་ཡ་ལྟ་ང་ཞིག་ཡོད་བ། རེད་བ། ད་ལྟ་ཞི་རྒོལ་སུམ་ཅུར་བ་ཁུངས་སྐྱེལ་བ་ལས་མེད་པ་ནས་ཞུགས་ཡོད་ན་ག་ཚད་ཀྱི་ཐུགས་ཕམ་ཡོང་གི་རེད། ང་ཚོ་དེ་བསམ་སྟངས་དང། ཁོང་རང་ལུས་མེ་གསོད་བཏང་ཡ་དེ་ཁོ་རང་ཟ་ཡ་མེད་པ་དང་འཐུང་ཡ་མེད་པ་དང་གོན་ཡ་མེད་པ་བྱེད་དུ་མེད། ཞི་འཇམ་ནས་གསུངས་འདུག་བ། ཞི་འཇམ་ཁོ་རང་པར་པར་རྩེད་པ་ཡིན་ན་པར་ཞིག་མངགས་ཟེར་འདུག་བ། རྒྱ་རོམ་གྱི་བཀའ་གསུང་ཅི་གསུང་སྒྲུབ་རོགས་བྱས། བོད་ཆོལ་ཁ་ཚོ་མི་མཐུན་འབྲེལ་བྱེད་རོགས་བྱེད། བཀའ་ཤག་དང་སྤྱི་འཐུས་རྣམ་པ་ཚོ་ཕྱག་ལས་ཡག་པོ་བྱེད་རོགས་བྱེད། ལས་འགུལ་གང་མང་མ་སྤེལ་རོགས་བྱེད། དེ་ཚོ་ཁྱོད་ཚོ་ལ་གི་མི་འདུག་བ། ད་ཁོ་རང་གི་ལྟ་གྲུབ་དེ་རང་བཙན་རེད་ཨ་ནི་ཁོ་རང་གི་མཚན་ལ་ཡང་ན་རང་བཙན་ཟེར་ཁྱེད་ཡོང་འདི་ག་ད་རང་བཙན་རང་བཙན་ཟེར་ཡ་དེ་ཁ་ཙམ་གྱི་རང་བཙན། དོན་དག་ཡོད་མ་རེད། བོད་པ་ནང་ཁུལ་དཀྲུགས་དཀྲུགས་དང་ཡང། དབུ་མའི་གི་ལྟ་གྲུབ་འཛིན་མཁན་དང་རང་བཙན་གི་ལྟ་གྲུབ་འཛིན་མཁན་གཉིས་པ་ར་ལ་དགའ་འདག་བཟོས་ཡ། དེ་འདྲའི་གཅིག་གི་ལས་ཀ་མང་པོ་ཅིག་བྱེད་བསྡད་ཀྱི་འདུག་བ་སྐད་ཆ་བཤད་བསྡད་ཀྱི་འདུག་བ། རེད་བ། ད་ལྟའི་དུས་ཚོད་དེ་ལ། ཁོང་གི་ཞལ་འཇམ་ན་ག་བ་འདུག། ཞེན་སྐྱབས་ངན་དང་ངན་པའི་སྔ་ཐལ་སྔ་དྲུག་ངན་ཡིན་ལ་ཡིན་ང་ངོ་ཤེས་ངེས་མེད། ཁོང་ཞིང་གཤེགས་དམ་པ་ཁོ་ཞིང་ལ་ཕེབས་ཚར་དུས་ག་ལ་དེ་ནས་ཁོང་གི་གོ་ཤེས་ཕྲ་བ་དང་སྐྱོ་མེད་ནང་ཆོས་དང་འབྲེལ་འབྲེལ་ཞིག་གོ་ཡ་འདུག་མང་པོ་ཞིག་སྐད་ཆ་གོ་ཡ་འདུག་རེད་བ། ཡིན་ན་འདས་པ་འདས་པ་རེད་ཁོ་འགའ་ཚོ་ཁོ་རང་གི་ཞལ་འཆམ་འདི་དང་ཁོང་གི་ལས་འགུལ་འདི་ང་ཚོས་སྙིང་ལ་རྒྱག་དགོས་དང་སེམས་ལ་རྒྱག་དགོས་དང། འདིས་བེད་སྤྱོད་ལོག་པ་བཏང་ཆེད་དུས་ཚོད་དུས་སྐབས་གླེང་ཆེད་རྒྱ་གར་སྐད་དང་མ་སོ་ན་མོ་ཀ་བྷེ་ཏཱ་དབུ་སྐྲ་བྱས་ཆེད། འདི་ནས་བོད་སྤྱི་ཚོགས་བོད་པའི་སྤྱི་ཚོགས་ནང་ལ་དཀྲུག་དཀྲུག་བཏང་པ་ཡིན་ན་ལ་དྭགས་ཀྱི་མར་དྭགས་ཕྱི་ཚོགས། ཀུན་སྤྱོད་ལ་དྭངས་མ་དགའ། ཁོ་རང་གི། ཁ་ཆེ་ཞལ་འཇམ་ན་ག་བ་དང་ཁོ་རང་བསྡད་པ་བསྡད་པར་ད་མི་མང་པོ་ཅིག་མང་པོ་ལབ་ཀི་འདུག་རེད་བ། བསྡད་པ་རེད། ཁ་ཚང་རང་ལུས་མེར་སྲེག་ཕུལ་ཏེ་ང་ལྟ་བའི། སྐར་ཆ་དྲུག་ཅུ་ལྔ་ལྷག་ཚེ་དྲུག་བཞུགས་སོང། ཨ་མཐའ་མ་དེ་ལ་ཕ་འཆོར་ཚུར་འཆོར་ད་དུང་ཁ་གཏོགས་ཞུ་ཡ་གི་ཐབས་ཤིག་གནང་སོང། མཐའ་མ་དེ་ལ་ད། ནང་ལོགས་པར་མེས་ཚིག་ས་ཏི་ཀར་མ་རི་ཡ་ཡིན་པར་བ་རི་བ་དེ་ཕྱག་འཚལ་བ་ན་ཤི་མ་རི་ནང་སོང་བ་མི་ཁ་ཤས་ཅིག་གིས་རྟ་མཐོང་སྣང་མཐོང་སྣང་ལ་གར་ལ་ཡོད་དུ་སོང་རྟ་ཁོ་རང་གི་མི་ཚེ་སྟོད་དེ་ལ་ཡ་བཀྲ་མེ་བཀྲ་མང་པོ་ཅིག་བྱས་ཡོད་རེད་འདི་གི་རྟ་ཐ་མ་དེ་ལ་ཤག་པ་ཕུད་རེད་ཟེར་ཁོ་རང་ཚོ་གི་དེ་འདྲས་ཀྱི་རྟ།

དངོས་གནས་ད་ནས་རྒྱ་རོམ་ཅན་དགོང་ལོ་དགུ་བཅུ་གོ་གཅིག་ལ་ཕེབས་ཚར་རེད་ད་ང་རང་ཚོ་གི་གཏམ་སང་བཅས་ལ་རྒྱ་རོམ་ཅན་ད་དུང་ཡིན་ན་དགོང་ལོ་བརྒྱ་དང་སུམ་ཅུ་སོ་བརྒྱ་དང་སུམ་ཅུ་ལྷག་ཅིག་བཞུགས་གིན་སོན་ཞེ་ཞེ་བཟང་མོ་ཞིག་ཐོབ་ཡོད་རེད། འདིས་ང་ཚོས་དུས་སྐབས་གླེང་ཞིག་ད་ང་ཚོ་ལོ་ལྔ་རྗེས་ལ་གར་བྱེད་གིན་པ་ལོ་གཅིག་རྗེས་ལ་གར་བྱེད་གིན་པ། རང་བཙན་ལྟ་གྲུབ་ཀྱིས་རྒྱ་ནག་ལ་ཕ་ཁ་གཏད་གཏད་ནས་ཁ་བརྡས་བཅག་འདི་ལ་སཱ་ཕོ་ཏར་རྒྱབ་ལོག་ནས་དབུ་མའི་ལམ་གྱི་ཚོགས་པ་དབུ་མའི་ལམ་གྱི་བར་ཁ་བརྡའི་བྱ་བ་རྒྱབ་ལོག་ལ་ལྷང་ཚེ་གཙང་མ་གི་ས་ཕོར། འདི་འདྲས་ཀྱིས་བྱས་པ་ཡིན་ན་ངས་སྔོན་དུ་ཞུས་པ་ན་ཞེས་མཐུན་འབྲེལ་གྱི་སྒོ་ནས་ནུས་པ་མཉམ་སྤུངས་ཟེར་གྱི་རེད། འདི་འདྲས་ཀྱིས་བྱས་པ་ཡིན་ན་ང་རང་ཚོ་བདེན་མཐའ་སེལ་གྱི་རེད་འདི་ངས་ལ་ངས་མང་པོ་ཅིག་ཞུས་ཚར་བ་ཡིན། བདེན་མཐའ་སེལ་གྱི་རེད་ང་ཚོ་ལ་དོན་མཐའ་འགྲུབ་ཀྱི་རེད། དེ་ནས་རྒྱ་གར་མི་ཆེ་དགུང་ལོ་བརྒྱ་དང་སུམ་ཅུ་བར་དུ་བཞུགས་ནས་ང་ཚོ་བོད་ནང་ལ་བདེན་འདྲིས་ཞུ་ཐུབ་པ་བྱེད་ཀྱི་རེད་ང་ཚོ་མི་ཐུག་གི། ང་ཚོ་མེ་ཏོག་དང་མེ་ཏོག་གསུམ་པ། ད་ལྟ་སྐབས་སུ་བབས་པའི་མེ་ཏོག་གསུམ་པ་དེ་ཚོ་ཕྱི་རྒྱལ་ཡུལ་གྲུ་ག་ལ་ཧ་ལས་པ་ཕྱག་ལས་གནང་གི་འདུག་རྒྱ་གར་ནང་ཡིན་ན་རེད་ཕྱི་རྒྱལ་ཡུལ་གྲུ་ག་ལ་ཡིན་ན་ཧ་ལས་པ་ད་དེང་སང་ཁྱེད་ཚོ་གྲྭ་ཤག་ཡིན་ཏེ་འཛམ་བུ་གླིང་ཚང་མ་ལག་པ་ག་ལ་ཡོད་རེད། སུ་དོ་སྣང་བྱས་པ་ཡིན་ན། ཨ་ནི་དེ་འདྲའི་ཆེ་ཧ་ལས་པ་དངོས་གནས་རྗེས་སུ་ཡིན་ན། རྣམ་པ་ཚོ་ལ་བསྔགས་བརྗོད་ཞུ་ཡ་ཡིན་ཐུགས་ཆེ་བཀའ་དྲིན་ཆེ། ངས་འདི་ངས་ལ་ཡིན་མང་པོ་ཞིག་ཞུས་པ་ཡིན་ན་ཟབ་ས་གནང་དགོས་ད། མི་མགོ་ཁོག་ལ་མ་ཚུད་པ་བྱེད། ད་ལྟ་ངའི་སྐབས་སུ་བབས་པའི་དངོས་སུ་ཞུས་པ་ཡིན་ད་ནི། འདི་མི་ཞིག་འདུག་ཨ་ཁ་སང་དབུ་མའི་ལམ་ལ་གཟར་ཀོ་ཐེབས་པ་རེད་གཟར་ཀོ་རྒྱབ་པ་རེད་ཟེར་མཁན་མི་ཞིག་འདུག་ཨ། འདི་འདྲའི་མི་འདི་འདྲས་ཀྱིས་ག་ས་ང་ཧོ་ལ་མགོ་ཁོག་ལ་མ་བཀྲོལ་བ་ཅི་རེད་བ། ད་དུང་དབུས་བོད་མིའི་སྒྲིག་འཛུགས་ཀྱི་ལངས་ཕྱོགས་རང་བཙན་གཙང་མ་གཙང་ཡག་བཟོས་དགོས་རེད་ཟེར་ཡ་འདི་དང། ཨ་ནི། དབུས་བོད་མིའི་སྒྲིག་འཛུགས་ལ་སྐྱོན་བརྗོད་བྱེད་ཡ་དང་དགའ་ལྡན་ཕོ་བྲང་ལ་སྐྱོན་བརྗོད་བྱེད་ཡ་དང།

བ། ད་དེ་འདྲའི་ཆོས་ཅི་ཡོད་འདུག་ག་ད་ནོར་བྱས་དཀོན་མཆོག་ང་ད་ཧོན་ཐུག་གི་འདུག་དཀོན་མཆོག་ན་ད་ལྟ་དུས་ཚོད་དེ་ལ་མི་དེ་འདྲས་ཡོད་ན་བསམ། ང་ཚོ་འཛམ་བུ་གླིང་གི་གནས་ཚུལ་རྟོགས་པ་ལ་འཛམ་བུ་གླིང་ཀོ་ར་རྒྱབ་དགོས་མི་འདུག་བ། ང་རང་ཚོ་ལག་ཐོག་ཁ་པར་འདི་ནང་ལ་ཡང་ཚང་མ་འཛམ་བུ་གླིང་ཚང་མ་འདི་ནང་འདུག་བ་སོ་སོ་སློབ་སྦྱོང་ཡོད་ན། ག་རེ་བསྔོ་ཡ་ཡོད་ན་ག་རེ་བཤད་ཡ་ཡོད་ན་ག་ག་རེ་གོ་རྟོགས་དགོས་ཡོད་ན་འདི་ནང་རག་གི་འདུག་བ་འཛམ་བུ་གླིང་ཀོ་ར་རྒྱག་དགོས་མི་འདུག་བ།

རྒྱ་བོད་རིན་པོ་ཆེའི་ཐུགས་ཕམ་གསོས་མཁན་དང་མ་གསོས་མཁན་དབྱེ་བ་བྱེད་ཐུབ་དགོས་པ་མ་རེད། རྒྱ་བོད་རིན་པོ་ཆེ་ལ་འཚེ་མེད་ཞུ་མཁན་དང་ཐུགས་ཕམ་གསོས་མཁན་དེ་ལ་རྒྱབ་སྐྱོར་བྱེད་མཁན། ད་དེ་ག་རེ་གཞན་མགོ་རེད། ཕ་ཡུལ་གཅིག་པ་གཞན་མགོ་རེད་པས། ང་ཚོ་འདོད་དོན་གཅིག་པ་ཡིན་ཟེར་ན་གཞན་མགོ་རེད་པས། དེ་འདྲ་ཡིན་ན་ད་རྣམ་པ་ཚོ་ཕྱུག་རེད་ད། དཔེར་ན་དཔའ་བོ་བློ་དགའ་རང་བཙན་ལ་ཞིང་ཆེན་དམ་པ་ཁོ་རང་འདྲ་བོ་ཡིན་ན། རྐང་རྗེས་འདི་རུ་བ་རྐང་རྗེས་སུ་དེ་སྤྲེའུ་ཁམ་པ་ཅིག་ཆགས་འདུག་རུ་བ་སྤྲེའུ་ནི་འགྲོ་དོན་མེད་ཅིག་ཆགས་འདུག་རུ་བ། ཁོ་རང་གི་ཞལ་འཆམ་དེ་མགོ་ནས་སྐུ་བར་དུ་ཐེངས་ལྔ་དྲུག་ཉན་དང་ང་ཉན་པ་ཡིན་ངའི་བསམ་བློ་ན་ག་རེ་ལས་སོ་ཨའོ། དངོས་གནས་ཁོང་ཞིང་ཆེན་དམ་པ་ཁོ་ལ་ཡ། ཆོས་རྒྱལ་གྱི་ཞལ་མགོ་དེ་མི་འདུག་ཨ་བསམ་ཡ་ཞིག་ང་ལ་ཚོར་བ་ཤུགས་ཆེན་པོ་ཞིག་ལས་སོ།

ད་སྐབས་སུ་བབ་པའི་ཞལ་འཇམ་འདི་དག་ཁོང་གི་ལས་འགུལ་འདི་བཅུ་གཟིགས་ནང་དུ་སུ་གིས་བྱེད་ཐུབ་རེད། ང་རང་ཚོ་བོད་རྒྱལ་ཁབ་དང་མི་རིགས་ཀྱི་ཆེད་དུ་འདི་འདྲས་ཅིག་བྱས་པར་གདའ། འདི་ཡང་ཨ་རིག་གི་ཨ་ནི United Nation གི Headquarter གི་འགྲམ་འདི་ལ། དངོས་གནས་ཐུགས་ཐག་ཆོད་པོ། ཞལ་འཇམ་འདི་ལ་ཅིག་གཟིགས་ནང་དུ། སྡེ་ཚན་སྡེ་ཚན་བརྩི་བ་ཡིན་ན་སྡེ་ཚན་བཞི་ཡི་ཚིག་ལྔ་བརྩི་ཡ་ཞིག་འདུག་འདི་ལ་པདཔ་པདཔ་བསམ་བཏང་པ་ཡིན་ན་དངོས་གནས་ད་ནས

ལས་སྐུ་ཡང་ནས་ཡང་སྤེལ་རོགས་བྱེད། གནད་འགག་གནད་འགག་སྐབས་མེད་གསུངས་འདུག་བ། ད་ད་འདྲ་གི་དུས་ཚོད་དེ་ལ་དུས་སྐབས་ངན་པ་དེ་གླེང་བྱེད་ཨ་ནི་མང་པོ་ཅིག་བཤད་ཡོང་གི་འདུག་དབུས་བོད་མིའི་སྒྲིག་འཛུགས་ལ་དགག་བྱ་བུ་ཡ་དང་དབུ་མའི་ལམ་ལ་ཡ་སྐྱོན་བརྗོད་བྱེད་ཡ་དང། དེ་དཔའ་བོ་ལྷོ་ཁ་ལགས་ཀྱི་ཞལ་འཆམ་ན་སྤུ་བཅད་མི་འདུག་བ། ངས་ཐེངས་དྲུག་ཉན་ཡིན་ལགས་སོ་ལྔ་དྲུག་ཅིག་ཉན་ཡིན་དེ་ན་བཅད་མི་འདུག།

འདི་སིང་ལ་ཡ་ཨ་ནི་རྒྱ་ནག་དམར་ཤོག་གི་སིབ་སིའི་སིབ་ལ་བཏང་བཞག་རྒྱུ་མི་འདི་ཚོས་ཀྱི་རྒྱ་ཁྱི་འདི་ཚོས་ཀྱི་ད་འདི་ལས་དོན་འདི་བྱེད་ཀྱི་ཡོད་རེད། འདི་ཡིན་འདི་ག་ལ་ང་རང་ཚོ་མི་ཚོ་གཉིས་པ་ཡིན་ན་རེད། མི་ཚོ་གསུམ་པ་ཡིན་ན་ན་གཞོན་རྣམ་པ་ཚོ་གཟབ་གཟབ་གནང་དགོས་གལ་ཆེན་པོ་གཅིག་ཡོད་ད་ངས་སྐད་ཆ་གནད་འགག་གཅིག་འདི་རེད་གནད་འགག་གཉིས་པ་འདི་ད་ལྟ་དབུ་མའི་ལམ་གཉིས་ཕན་དབུ་མའི་ལམ་འདི་དར་དྲག་གི་དུས་ཚོད་བོད་ནང་ལ་བསམ་བཏང་པ་ཡིན་ན་རྒྱ་ནག་དམར་གཞུང་གི་བྱེད་སྟངས་དེ་ལ་བསམ་བཏང་པ་ཡིན་ན་གཉིས་ཕན་དབུ་མའི་ལམ་དེ་ན་ཚ་དེ་ལ་ཕན་པའི་སྨན་ཡོད་ན་མེད་ན་དེ་ད་ལྟ་གི་དུས་ཚོད་དེ་ལ་གཉིས་ཕན་དབུ་མའི་ལམ་ཆགས་ཡོད་རེད་དཱ། ངས་སྐད་ཆ་གནད་འགག་འདི་རེད་བ། དེ་ནས་ངས་དབུ་མའི་ལམ་གྱི་གྲུབ་ཆ་དེ་དག་སྙན་མ་སྙན་མང་པོ་ཞིག་བཤད་ཚར་བ་ཡིན་ད་བཤད་ད་ལན་ངས་བཤད་པ་ཡིན་ད་རྣམ་པ་ཚོས་གསན་བྱེད་ཀྱི་རེད་བ། ཐུགས་སེམས་བཞེས་རོགས་གནང།

སྨོན་ལམ་ལོག་པའི་དབང་གིས་སྐྱེས་པའི་དམ་ཉམས་དེ་འདྲའི་མི་དེ་ཚོ་གི་འོག་ལ་ཡ་སྐད་ཆ་ངན་གྱི་མགོ་ཁུག་ལ་ཚུད་པ་ཡིན་ན་མི་ཚེ་འཕྲོ་བརླག་རེད་ད། ཞུ་བ། འདིས་ངས་སྐད་ཆ་གནད་འགག་ཅིག་ཞུ་ཡ་ཡིན་ལགས་སོ་ཨ་ནི་སྐུ་གཟུགས་ལ་ཐུགས་ཅག་གནང་དེ་ནས་མ་འོངས་པ་ཡང་བསྐྱར་ད་མཇལ་ཆོག་ཅིག་ད་གཙོ་བོ་ང་རང་ཚོ་གི་སྔོན་དུ་ཞུས་པ་ནང་བཞིན་རེད་ཐུགས་སྣང་གནང་དགོས་ད་དོ་སྣང་གནང་དགོས་རེད། ང་ཚོ་དབྱེ་བ་བཅས་ཀྱི་ཕྱི་སྲིད་དང་ནང་སྲིད་གཉིས་དབྱེ་བ་བཅས་ད་ལྟ་རྒྱ་གར་རུམ་གྱི་ཐུགས་རྗེ་བཀའ་དྲིན་ལ་བརྟེན་ནས་དབུས་བོད་མིའི་སྒྲིག་འཛུགས་དེང་ཆ་ཏག་ཏག་ཡོད་རེད་དེ་ཡིན་ན་ཡང་འདི་ནང་ལ་ཡ་ཡ་ཆོལ་ཁའི་ཞེན་ལྐོག་གི་ད་དཔེར་ན་སྤྱི་འཐུས་ལྷན་ཚོགས་ཡིན་ན་རེད་ཁྲིམས་ཞིབ་པ་ཡིན་ན་རེད་ད་རང་དབང་ཅན་གྱི་སྡེ་ཚན་གསུམ་ཡོད་རེད་གསུམ་ནང་ལ་དབུས་འོས་བསྡུ་ལྷན་ཁང་རེད་བྱེད་སྟངས་དེ་ད་ལོའི་གི་སྤྱི་འཐུས་ཀྱི་དངོས་གཞི་གི་འོས་སྐབས་ལ་བྱེད་སྟངས་དེ་ཚང་མ་ལོངས། དོ་སྣང་གནང་དགོས་ཟེར་ང་ཚོ་བོད་པའི་གཏམ་དཔེ་ལ་ཡོད་བ། ནང་བཀྲ་མ་ཤིས་ན་ཕྱི་དོན་མ་གྲུབ་ཟེར་ནང་དེ་ང་ཚོ་དབུས་བོད་མིའི་སྒྲིག་འཛུགས་དེ་བཞག་དེ་བཀྲ་ཤིས་བདེ་ལེགས་མ་བྱུང་ན་ཕྱི་ལོག་གི་ཐད་ལས་ཀ་དེ་ཚོ་ཕུན་སུམ་ཚོགས་པ་ཡོང་གི་མ་རེད་བ། ང་ཚོ་རྒྱུན་གཏན་གྱི་རྣམ་གཞག་ཤེས་ཀྱི་ཡོད་རེད་བ། བསྟན་འབྱུང་གི་རྣམ་གཞག་དེ་ང་ཚོ་ཤེས་ཀྱི་ཡོད་རེད་བ། འདི་ལ་དཔེ་སྦྱར་བྱས་བསམ་བློ་ཞིག་བཏང་དང། དེ་བརྒྱ་བརྒྱ་བརྒྱ་བདེན་པ་རི་དྭགས་འདི་གཏམས་ཏེ། ནང་བཀྲ་མ་ཤིས་ན་ཕྱི་དོན་མ་གྲུབ་བསལ། རེ་བ། ནང་བཀྲ་ཤིས་བདེ་ལེགས་ཕུན་སུ་བཀྲ་ཤིས་བདེ་ལེགས་མེད་ན། ཕྱིའི་ལས་དོན་འདི་ཚོ་ཕུན་སུ་ཚོགས་པ་ཡོང་གི་མ་རེད། རེ་བ། རྒྱུ་དང་རྐྱེན་ལ་བརྟེན་ནས། རེ་བ། རྒྱུ་འབྲས་ཀྱི་རྣམ་གཞག་ཤེས་ཀྱི་ཡོད་ན། འདི་ཡིན་འདི་ག་ལ་ད་ང་རང་ཚོ་ནང་ལ་ཡར་དོ་སྣང་བྱེད་དགོས། ཕྱིའི་ཆབ་སྲིད་ལ་ཡར་དོ་སྣང་བྱེད་དགོས། ཤུགས་རྒྱག་ཡག་གི་དུས་ཚོད་སླད་རེ་ད་ང་ཚོ་དུས་ཚོད་རྫ་དྲག་རེད་ད་འདྲ་འདི་ཡིན་འདི་ག་ལ་ངས་ཡངས་སུ་ཡངས་སུ་ཤུགས་རྒྱག་དགོས་ཡ་ད་གནད་འགག་ལ་ཐུག་ཤགས། ང་ཚོ་ག་འདྲ་ཡིན་ན་རང་བཙན་གཙང་མ་གཙང་ཆགས་ཀྱི་ལྟ་གྲུབ་མཁན་གྱི་རང་བཙན་རྩོད་མཁན་ནས་རྒྱ་ནག་ལ་ཕ་ཁ་ད། དབུ་མའི་ལམ་མཁན་ནས་ཕ་ཁ་ད། ག་འདྲས་སུ་ནུས་པ་མཉམ་སྤུངས་ཐུག་ནས་བྱེད་དགོས་འདུག་མཐུན་འབྲེལ་བྱེད་དགོས་རེད་དང་པོ་མཐུན་འབྲེལ་མེད་ན་ནུས་པ་མཉམ་སྤུངས་ཡོང་གི་མ་རེད། དེས་ངས་སྙན་མང་སྐད་ཆ་མང་པོ་ཞིག་བཤད་པ་ཡིན། བོད་ཆོལ་ཁ་གསུམ་བོད་རིགས་སྤུན་ཟླ་མཐུན་འབྲེལ་བྱེད་དང་རྒྱབ་རོམ་བྱེད་དགོངས་པ་ར་བ། བོད་ཆོལ་ཁ་གསུམ་མི་རིགས་དེ་ཚོ་སྐྱིད་ན་སྐྱིད་མཉམ་སྡུག་ན་སྡུག་མཉམ། ཟ་ན་ཟ་མཉམ་འཐུང་ན་འཐུང་མཉམ་སའི་སྤུན་ཟླ་ལྟར། ཁ་བྲལ་དུ་གནས་མ་ཐུབ་པ་རྒྱབ་རོམ་གྱི་དགོངས་པ་ར་བ་དེ། དེ་འདྲའི་ཅིག་ག་ལ་ང་ཚོ་ཕྱུག་རྒྱབ་ཁོ་སྐྱག་པ་ཟ་མཁན་ཡོང་སྡད་གི་རེད་སྨོན་ལམ་ལོག་པས་ཡོང་སྡད་གི་རེད། སྨོན་ལམ་ལོག་པ་དབང་གིས་སྐྱེས་པའི་དམ་ཉམས་དེ་འདྲ་ཡོང་སྡད་གི་སྐད་བཤད་སྡད་གི་རེད་དེ་ལ་ཡ་མེད་དང་ཕ། ལ། ང་རང་ཚོ་ལ་དགོས་མཁོ་དེ་ལ་ཡར་ཤུགས་བརྒྱབ། གཙོ་བོ་མཐུན་སྒྲིལ་རེད། མཐུན་སྒྲིལ་བྱུང་ས་ནུས་པ་མཉམ་སྤུངས་ཀྱི་ལས་ཀ་ཆགས་ཀྱི་རེད། ནུས་པ་མཉམ་སྤུངས་ཀྱི་ལས་ཀ་ཆགས་སོང་ན་ཨ་ནི་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པ་ཡོང་གི་རེད། ཞེ་མེད་ཡོང་གི་མ་རེད་དེ་ཡིན་དེ་ག་ལ་རྣམ་པ་ཚོ་ཐུགས་སྣང་གནང་དགོས་གལ་ཆེན་པོ་རེད་ཞུ་བ་ཡིན་ལོ་སོ་ཨ་ནི་ད་ཞི་དྲག་ཞུ་མ་དགོས་སམ་ཆུ་ཚད་ག་ལྷག་རྒས་འགྲོ་གི་འདུག་ལོ་སོ་ཨ་ནི་སྐུ་སྲུང་ལ་ཐུགས་རྗེ་གནང་ལོ་སོ་རྗེས་མ་རྗེས་ཡོང་བོད་སྐྱོབས།